Notepad། གནས་ཡོང། ཀུ་ཤུ་ཐོག་ཅན་དུ་ཚུར་གི་ནང་ཡིན་པ་ནི Text Editor དུ་བརྗོད་དེ་རེད། དེ་འདྲ་ཡིན་དེ་འདྲ་ངས། ཉིས་ཆ་གི་ནང་ལ་ངོ། འདི། རྩོམ་སྒྲིག་བྱས་ཡོད་རེད། དང་པོ་དེ་ང་ཚོ་གི Word ནང་ལ། ག་འདྲ་དུ་བྱས་ནས་རྩོམ་སྒྲིག་བྱས་ཡོད་རེད་ཟེར་ན་ད་འདི། འདི་མཚོན་ཐོག་དེ་འདྲ་གཅིག་བཞག་དགོས་གི་ཡོད་མ་རེད་ཁོ་རང། མཚོན་ཐོག་དེ་བཞག་དགོས་གི་ཡོད་མ་རེད་དེ་ནི་ད། Videos ཟེར་རྒྱུ་ད་འདིར། ད་འདི་ན་ང་ཚོ་གི་བརྙན་ཡོད་བརྙན་དེ། འདི་དག་ནི་བི་དང་པོ་དང་གཉིས་པ་ཟེར་རྒྱུ་དེ་ཁྱེད་རང་གིས་བསྙེན་གང་དགོས་ཀྱི་ཡོད་ཨ་ན་བི་དང་པོ་དང་བི་གཉིས་པ་གཅིག་ནི་ད་བསྙེན་ཁོ་རང་ངོས་འཛིན་གྱིས་ཅི་ལ་དེ་བཞག་དགོས་ཀྱི་ཡོད་རེད་ཟེར་བི་དང་པོ་གཅིག་འདི་ནས་ཡི་གེ་ཆེན་པོ་གཉིས་སྤྲོད་དགོས་ཀྱི་ཡོད་རེད་ཟེར་འདི་ཡི་གེ་ཆེན་པོ་གཅིག་དེ་ཉིས་ཚགས་བཅས་བཞག་དེ་ནི་བི་ཆེན་པོ་དང་དེ་ནི་བསྙེན་དང་པོ་གཅིག་དེ་འོག་ནས་ད་བསྙེན་ཁྱེད་རང་ང་ག་རེ་དགོས་ཀྱི་ཡོད་ན་འདི་ད་སྙན་གཉིས་པ་དང་དེ་འདྲ་བོ་གཅིག་གཉིས་འགྲོ་དགོས་ཀྱི་ཡོད་རེད་ཟེར་དེ་ནས་ང་ལ་ཤོག་ངོས་གཉིས་ཡོང་གི་ཡོད་རེད་ཤོག་ངོས་གཉིས་ཀྱིས་ཡིག་འབྲི་འདི་བི་དེ་ཡོ་གཙོ་རྒྱུག་ཏུ་ཚོགས་མ་ཆེན་པོ་བཞག་དགོས་ཀྱི་ཡོད་རེད་ཟེར་འོན་ཏེ་ད་འདི་བཞག་སྟངས་གཙོ་བོ་དེ་འདི་ཤིས་སོང་ན་འགྲིག་གི་ཡོད་རེད་ཟེར་དེ་ནས་ཨང་ཀི་གི་དང་པོ་གཉིས་པ་གསུམ་པ་གཉིས་བྲིས་ཤག་ན་འགྲིག་གི་ཡོད་རེད་ཟེར་ཡིན་ན་ཡང་ད་འདི་ནི་ང་གི་སྒྲུང་དེ་ཚོ་ཤིས་སྒྲུང་ཡིན་པའི་ངེས་པ་ཡོད་མ་རེད་ངས་རང་གི་དཔེ་མཚོན་གྱི་ཆེད་དུ་བཞག་གི་ཡིན་རང་ཉིད་ཀྱི་ལྟ་ཆེད་རང་གི་དཔེ་འདི་ཤར་ངོས་གོང་རང་གི་ངོ་སྤྲོད་ཅིག་ན་འགྲིག་གི་འདུག་ཡང་ན། ཨ་ནི། ཤི་བ་གི་ཆེད་དུ་ད་སེམས་ཅན་དེ་ཚོ་ངོ་སྤྲོད་བྱེད་ན་འགྲིག་གི་འདུག་ཟེར་དེ་འདྲ་གཅིག་གཅིག། དེ་ནས། ད་ཉེ་བ་ཞིག་སྟེ། ད་འདི་འདི་ནོར་ཕེད་དེ་ནང་ང་ལ་རྩོམ་སྒྲིག་བྱས་པ་དེ་འདི་རེད། འདི་ལ་ཡིན་ན་ཡོང་དགོས་ཀི་མཚོན་རྟོག་མང་པོ་ཟིག་བཞག་དགོས་ཀི་འདུག་ཨ་ད་འོ་དྲི་དང་མ་འདྲ་བ་ཟེར་འདི་ར་ཁི་རང་གི་མགོ་བརྗོད་ཡིན་པ་ཅིག་མགོ་བརྗོད་དེ་ལ་ཨེས་འདི་ཡི་གེ་སོག་སོག་ལོ་སྟེ་ངས་བཟོ་རྒྱུ་ཅི། དེ་ནས། ཨེ་སི་བཞག་དགོས་གི་སྡེ་ཚན་གྱིས་དེ་རིང་ད་འདོད་ཕྱིར་བཏང་གི་དེ་འདི་ན་ཕིས་བཞག་དགོས་ཚོང་དམག་ལ་ཕིས་བཞག་དགོས་གི་རེད་ཟེར་ངོ་འདི་དགོང་ལ་ཕིས་བཞག་དགོས་གི་འདུག་ཟེར་གྱིས་དེ་ནི་བརྙན་འདི་ལ་མ་འདྲ་བ་རྩི་ཡ་འདི་ཁོར་ངོ་ཡི་གེ་འདི་ཕིས་བཞག་དེ་ནི་ཡི་གེ་འབྲི་ཆོང་ཆོང་བྱེད་དགོས་གི་འདུག་ཡི་གེ་ཚོང་དམག་ཆོང་ཆོང་གྱིས་འདི་ན་གི་ཉིས་ཚགས་ད་མ་དགོས་བ་གྱིས་ནི་ད་འདི་གཉིས་པ་ལ་པར་སྟོང་གཅིག་བཞག་ནི་ཡ། དེ་ནི་དེ་བཞག་དེ་ནི་བི་ཆེན་པོ་བཞག་དེ་ནི་འདི་དང་པོ་དེ་བཞག་བརྙན་འདི་དང་པོ་བཞག་དེ་ནི་ཤོག་ངོས་དགོས་ཁྱེད་ལ་ཡང་འདི། ཨ་ནི་བས་ཀྱི། ཛི་ར་ཀྱི་སྟེ་ཀྱི། དང་པོའི་ཤོག་ངོས་དང་པོ་མཚོན་བྱེད་ལ་ཏེ་ཞག་གོ་གི་འདུག་སྟེ་དེ་ནི། ཤོག་ངོས་གཉིས་པ་མཚོན་བྱེད་ལ་འདི་ཞག་གོ་གི་འདུག། ཧོ་དེ་འདྲ་ཀྱི་དེ་ནི་ད་བི་དེ་ཡོ། འདི་ནི་བི་ཆེན་པོ་ཀྱི་གཉིས་པ་ཀྱི། དེ་ནི་དེ་བ་ལ་སྟོང་པ་ཏེ་ཞག་དེ་ནི། བི་དེ་ཡོ་ཛི་ར་ཏེ་ང་ཚོ་གི་ཆེན་པོ་ཨ་ལ་ཡིག་ཆུང་གཉིས་བྲི་གོ་གི་འདུག། ཨོ་དེ་འདྲ་ཅིག་དགོས་གི་འདུག་ཟླ་འདིའི་ཁུར་གི text འདི Note Pad ནང་རྩོམ་སྒྲིག་བྱེད་སྟངས་རེད་འདི་ལ་ཡང་དུས་སུ་ལེགས་སྐལ་ནི་མང་ད་གཞུང་ཚགས་ཁང་མང་ཅིག་དགོས་འདུག་དེ་ལས Word ནང་བཅུག་ཡ་ཡིན་ན་འདི་མཚོན་རྟགས་ནི་འདྲ་མིན་གསར་འགོད་ཅིག་དགོས་གི་ཡོད་མ་རེད་དེ་འདྲ་ཡིན་དུས་ན་ཧ་ལས་པའི་སྟབས་བདེ་མོ་ཡོད་རེད་ཨོ་དེ་འདྲ་ཅིག་ཅིག། འདིར་དེ་ནས་ཡིག་ཆ་དེ་ཚོ་ཚུར་ལ་ལེན་པའི་སྐབས་སུ་ད་འདི Book ཟེར་བ་དེའི་ནང་ང་ནིང་དེ་ནས་དཔེ་ཆ་སྣོན་ཟེར་བ་དེའི་ནང་སོང་ཡང་བསྐྱར་དཔེ་ཆ་སྣོན་ཟེར་བ་དེའི་ནང་སོང་དེ་ནས་ད་ཁྱེད་རང་གི་དཔེར་ན་འདི་གང་གླེང་ན་སོང་གསུ་འདེབས་ཁ་ཅིག་འདེབས་ཆོག་གླེང་ཆོག་མདའ་དཔེ་ལེགས་འདི་ཅི། དེ་ནས་འདི་གང་ལ་ཅིག་ངེས་ན། དེ་ནི་ང་ཚོ་རྣམ་རྒྱལ་ཁ་ཐང་ཅིག་ཨ། ཨ་འདི་ཞིག་ཁོང་གི་འཆར་སྟངས་དེ་འདྲ་འདྲ་བ་ཅིག་རེད། དེ་ནས་ཞོགས་ངུ་ཉི་བ་འགྲོ་དགོས་དགོས་ན། ཨ་འདི་ཏག་ཏག་སླེབས་འདུག་ཨ། ཨ་འདི་རེད་ད་འདི་དཔེ་མཚོན་དུ་བཞག་སྟངས་འདི་རེད་དེ་ནས་ད་འདི་ལ་སོ་སོ་གི་དཔེ་བསྟུན་ནས་ད་ག་རེ་འདྲ་བོ་ཅིག་འབྲི་དགོས་ཀྱི་ཡོད་ན་སོ་སོ་གི་རིག་པ་སྟོང་ནས་འབྲི་དགོས་ཀྱི་རེད། ཨ་འདི་ཅིག་ད་འདི་གི་འབྲི་སྟངས་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།